ཆོས་བགྲོ་གླེང་གི་ཚང་མ་ལ་ཞོགས་པ་བདེ་ལེགས་ཞུས་ཏེ་དེ་ནས་ཡང་ན་སྔ་དྲོ་བདེ་ལེགས་ཞུས་ཏེ་སྤྱོད་འཇུག་གི་ཕྱག་སྨེ་མཚམས་བུ་ནས་ཞུས་པ་ཡིན་ན་སྤྱོད་འཇུག་གི་ཤོག་ལོ་ཀ་བརྒྱ་དང་དྲུག་པ། དེ་ནས་དེ་རིང་གི་སློབ་ཚན་བུ་ལོན་གསུམ་པའི་ཤོག་ལོ་ཀ་ལྔ་པ་གཟིགས་ས་ཟེར་དང། རྒྱལ་བ་མྱང་འདས་བཞད་པ་ལ་ཐལ་མོ་སྦྱར་ཏེ་གསོལ་བ་ནི། འགྲོ་འདིས་བཟློག་པ་མི་དགོས་ཅིང་བསྐལ་པ་གྲངས་མེད་བཞུགས་པར་གསོལ་ཟེར་དེ་རིང་ཚིག་མ་རྩ་ཆེ་མིག་གསུངས་འདུག། ཨི་ཅི་བཞུགས་སྟེ་ནོག་ཟེར་ན་རྒྱལ་བ་རྣམས་མྱ་ངན་ལ་མི་འདས་པར་གསོལ་བ་བཏབ་པས་ཡན་ལག་པོ་བཞུགས་སྟེ་ནོག་ཡན་ལག་བདུན་ནི་ནང་ནས་ཨ་ལ། ཨེའུ་ཀ་གཟུགས་ཡོངས་སུ་སྐྱ་བཞུགས་ཨ་མྱང་པོ་ད་དང་པོ་དང་པོ་དེ་ནི་ང་བདག་ངའི་བདག་ལུང་གསུམ་པ་མགོ་བཙུགས་རྒྱ་ལ་ཡང་ན་བྱང་ཆུབ་ཀྱི་སེམས་གཟུང་བྱ་ཟེར་དེ་ནི་ལུས་པོ་མགོ་བཙུགས་རྒྱ་ལ། དང་པོ་དེ་ནི་ང་བདག་བཞེས་སུ་ཡི་རང་བའི་ཡན་ལག་པོ་བཞུགས། དེ་ནི་བཞེས་སུ་ཡི་རང་བའི་ཡན་ལག་པོ་བཞུགས་རྒྱ་ལ་དེ་ནི་ཀ་ཀ་རྒྱལ་བ་ལ་བཞེས་སུ་ཡི་རང་བཞུགས་རྒྱ་ལ། དེ་ནི་སྐྱེས་བུ། ཆིག་འབྲིང་ཆུང་ལུགས་གསུམ་པའི་དེ་ནི་རྒྱལ་བ་ལ་བཞེས་སུ་ཡི་རང་བཞུགས།

འགྲོ་འདི་ལྡོག་པར་མི་དགོས་ཅིང་ཟེར་ད་ང་དང་ཟོག་ལ་ཅི་ལྟ་དགོས་ཟེར་ནོ་ཟེར་ན་འགྲོ་འདི་ལྡོངས་པར་མི་དགོས་ཅིང་ཟེར་སྙན་པོ་འགྲོ་འོ་ཟེར་སྙན་པོ་འགྲོ་བ་སེམས་ཅན་ཐམས་ཅད་ཟེར་ནོ་བ་འགྲོ་ཟེར་སྐམ་པོ་ཅི་འགྲོ་ཟེར་ན་ཅི་དང་འགྲོ་བ་འགྲོ་བ་ཟེར་དུ་ག་ལ་འགྲོ་བ་ཟེར་སྐམ་པོ་ཅི་ནོ་ཟེར་ན་ལཱས་དང་སྙན་མོའི་དབང་གིས་དེ་ནི་འཁོར་བའི་མཐོ་ཤོག་དེ་ནི་སིལ་སིལ་དང་ནི་དམའ་ཤོག་དེ་ནི་ནར་མའི་བར་དུ་དེ་ནི་རང་དབང་མེད་པར་ཆ་སྐམ་པོ་ལ་དེ་ནི་འགྲོ་འོ་ཟེར་ན་འགྲོ་བ་ཞེས་ཟེར་ནོ་བ་འགྲོ་འདི་ལྡོག་པར་མི་དགོས་ཅིང་ཟེར་ན་འགྲོ་བ་ཀུན་དེ་ནི་ང་དང།

འགྲོ་དེ་འདོགས་པར་མི་དགོས་ཅིག་མིག་མི་གན་ལ་མ་གོ་རོགས་ཅེས། དེ་ནི་ཉན་རང་ཡོད་པས་ན་ང་དེ་དེ་ནི་མིག་བུ་ཉན་རང་ཡིན་ནོ་ལྟ་བུའི་མིག་གན་ལ། འོད་དུ་སོང་བ་ཟེར་ནས་དེ་ནི་མིག་ཡོད། ད་ཉན་རང་དེ་ནི་ང་ཅིའི་མིག། ཡང་ན་དེ་ནི་ངོ་སྐྱ་དང་སྤུ་ངན་དང་གཡིན་པ་ནག་པོ་འདག་ས་འདོགས་པ་ཟེར་མཁན་པོ་མི་ག་གོ་བ། དེ་ནི་མིག་དེ་ནི་མིག་ཉམས་མ་བཅུག་ག་དེ་ནི་མིག་བུ། ལོང་བ་ཆགས་མ་བཅུག་གཞའ་ར་ཆགས་མ་བཅུག་ཟེར་ནོ་ང་ལ། དེ་ནི་གཞའ་རའི་ས་ལ་མ་གོ།